སྐབས་དེར་དེ་བཅུ་བདུན་པ་དེ་ཁྲིད་དེ་ང་ཚོ་མཉམ་འདོར་ཡར་དེར་འཛོམས་ཡག་བྱུང་བ་རེད། དེའི་སྐོར་མ་འབྲི་ལྷུན་གྲུབ་རེད་བསམ་དྲན་སོང། ཨན་ད་ཚང་མ་ལོག་ག་སོགས་རེད་ད་མཁྱེན་གསལ་རེད་ཨན་བཀའ་བབས་རིན་པོ་ཆེ་དངོས་གནས་རང་ད་ཅིག་ཆུང་བྱིས་པའི་སྐབས་ནས་ཅིག་སྔོན་གྱི་བག་ཆགས་སད་དེ་ངས་ཅིག་མི་འདྲ་བ་ཅིག་ད་ཡོད་རེད་བ་རེད་ཤག། ཨན་ད། ཅིག་ཉན་ཀ་ལ་ཡང་མ་འཛེམ་པ་བྱས་བྱས་དེ་ནས་སུ་ད་དངོས་གནས་ཞིག་བོད་བསྟན་པ་དང་བོད་མི་རིགས་ད་བདེན་དོན་གྱི་ཆེད་དུ་ཉན་ཀ་ལ་མ་འཛེམ་པ་བྱས་བྱས་དེ་ནས་སུ་ཕེབས་པ་རེད་ལ་ཕེབས་པ་དེ་ད་མཐའ་མ་དེ་ག་སོང་རེད་དེ་བོད་ཐོག་ནས་ད་ཕེབས་འབྱོར་ཟིན་ཐུབ་པ་རེད་ས་དེ་འདྲ་ཡིན་དུས་ས་ནས། ཁུ་སིམ་མགོ་སྟོད་དང་རིན་པོ་ཆེ་ཕེ་ནས་སུ་ད་བོད་ཕེ་ཡག་གི་དགོངས་པ་ཡོད་པ་འདྲ་ཟེར་ཡག་འདྲ་བོ་དེ་འདྲ་ཞིག་ང་ཐོག་མར་ལྷང་ལྷང་རུ་གོ་སོ་དེ་ཁུ་སྟོད་ཨོ་ད་ག་འདྲས་ཆེ་ཡང་བསམ་པའི་གཡག་ང་བཞག་བྱུང་ཨེ་རེད་དེ་ཡིན་ནའི་ཞུ་གོ་ང་རྡོ་ཤ་ལྟེ་ན་ཡག་ཁོ་འདས་འབྱོར་རེད་ཉིན་མོ་དེ་ཨོ་ད་རིན་པོ་ཆེ་ཕེ་ནས་ཕེབས་དོན་གྲུབ་པ་སོང་འདུག་མ་ཟེར་བའི་རྒྱ་གར་ས་ཐོག་ལ་ཡག་འབྱོར་སིམ་པ་བྱས་འདུག་ཟོ་ད་གནས་ཚུལ་ཐོས་སོ་ད་དེ་ཡིན་དུས་ཙང་ནས་ཅིག་ངོ་ནས་ཡ་མཚན་སྐྱེ་ཡག་རུ་ཞིག་ཨེ་ཞུ་གོ་རིན་པོ་ཆེ་མཇལ་བྱས་ཨ་ཏཱ་རིན་པོ་ཆེ་མཇལ་བའི་དང་མགོ་འཁོར་ར་རིན་པོ་ཆེ་གིས་གང་ལྟར་ཅིག་དེ་ནས་བཟུང་བོད་ཕལ་ཡག་གི་དགོངས་གཞི་དེ་དོན་དག་སྙིང་པོ་བོད་ཀྱི་སངས་རྒྱས་ཀྱི་བསྟན་པ་དང་བོད་མི་རིགས་ཀྱི་དོན་དག་ལ་ཡང་གང་ལྟར་ཅིག་སོ་སོས་ཅིག་བྱམས་དེ་སྒྲུབ་ཐུབ་ན་དགོངས་བའི་ཐུགས་རེ་ཡོད་འདུན་པ་ཡོད་ཨ་ནི་བོད་ལ་བཞུགས་ནས་དེ་འགྲུབ་ཐུབ་ཡག་མི་འདུག་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད་འདི་ནས་ཚུ་ཨ་ནི། དང། ཀུན་སློང་བདུད་རིགས་རྣམས་ཀྱི་རིང་དུ་ཕེབས་པ་ཡིན་ཟེར་དུ་གསུངས་ཀྱི་འདུག་རྗེས་སུ་ཡི་རངས་ཡོད་ཞུས་པ་ཡིན་ཞེས་རང་ཡག་པོ་རེད་ཟེར་དུ་ཞུ་རྒྱུ་བྱུང། ཟེར་ད་དེ་ཨ་མདའ་དགོང་ལོ་གཞོན་གཞོན་རེད། ཁ་སི་ཉི་མ་དང་པོ་མཇལ་རེ་ཁ་ཐུག་ནས་ཞུ་རྒྱུ་བྱུང་ལ་ད་ཨ་མདའ་གལ་ཆེ་ཤོས་ཅིག་ཆགས་རེ་ཟི་ཡ། ཨེ་ནི་དབང་ལུང་མན་ངག་གསན་ཡ། ཨེ་ནི་ཅིག་མཚམས་བསྙེན་སྒྲུབ་གནང་ཡ་འདི་གྱིས་རེད་ད་ངས་ལ་མ་འོངས་པའི་ཅིག་ལོ་བཅུ་གྲངས་ཅིག་རིང་ལ་ཡ་གལ་ཆེ་ཤོས་འདི་དེ་རེད། འདི་དེ་ཐོག་ནས། རང་ཉིད་ལ་ཡང་སྔོན་གྱི་བོད་ཀྱི་བག་ཆགས་བརྟན་པོ་ཞིག་ཡོད་བསྡད་པ་དེའི་རི་ཐོག་ལ་ཡང་ད་ཚེ་འདི་སྦྱོར་བྱུང་གི་ཐོག་ནས་ཨེ་ཡང་ཅིག་སྔོན་གྱི་བག་ཆགས་དེའི་རི་བདེ་བླག་ཏུ་ཡང་སད་ཕོད་ཡ་ཅིག་ཁོ་ཐག་དགོས་པ་གལ་ཆེན་ཆེན་པོ་ཡོད་རེད་ད་རིང་མིན་འདི་ཚེ་འདི་རིན་པོ་ཆེ་གསན་བསམ་སློབ་གཉེར་གནང་ཡ་ད་སྒོམ་སྒྲུབ་གནང་ཡ་དེའི་རི་ད་ངས་ཐུགས་གལ་ཆེ་ཤོས་རེད་ཅེས་ནས་ཏུ་སུ་ཞུ་རྒྱུ་བྱུང་ལ་ད་རིན་པོ་ཆེ་ད་ག་རང་ག་སོགས་དགོངས་པ་དེའི་རི་ད་ག་རང་གཅིག་གྱུར་ཡོད་བསྡད་པ་བྱེད་བྱེད་ཏུ་སུ་འདུག་ཚེ་འདི་ནས་སོང་བ་ཡིན་འདི་ཚ་ནས་དེར་ང་རང་ཚོ་དེ་ལྟར་མི་རུ་མང་པོས་རུ་རུ་བྱས་འདུག་བྱུང་བ་རེད་ཨེ་ཁྱེད་རང་ཚང་མ་ལོ་ངས་དེ་མ་ཐག་སོ་ངོ་སྤྲོད་དུ་ཞུས་ན་བསམ་དྲན་པ་རེད་ཨེ་ད་རིན་པོ་ཆེས་དགོངས་བཞེད་ཡོད་པ་ནང་བཞིན་འབད་མེད་ལྷུན་གྱིས་འགྲུབ་བ་རྒྱལ་དབང་བར་ཆད་ཀྱི་དབང་དུ་མི་འགྲོ་བ་ཅིག་ཨེ་ན་ཚང་མས་ཐུགས་སྨོན་གནང་དང་སྐད་ཆ་རིང་པོ་བཤད་པ་ཡིན་ན་དེ་ཨ་ད་མི་ལ་འཁྲབ་མཁན་ཁྱེད་རང།